འོ་ན་པོ་ཚོ་ད་ད་རིང་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་དྲུག་པ། ཉིས་སྟོང་ཉིས་སེ་ལྔ་ཕྱི་ཟླ་གསུམ་པའི་ཕྱི་ཚེས་བཅུ། ཐེངས་དྲུག་ཅུ་རེ་དྲུག་པའི་གསུམ་བཅུའི་དུས་དྲན་དུ་ཆགས་ཆགས་ཡོད་རེད། དེ་ཡིན་དུས་ཚང་མ་ལ་ཡང་འདིའི་ཐོག་ལ་ཡང། གུས་པའི་ངོས་ནས་དེ་རིང་ཞོགས་ཀྱི་དུས་ཆེ་དྲ་ཐོག་ལ་ཡང་དུས་ཆེ་ཡིག་ཐོག་ལ་དུས་ཆེ། ངོ་དེབ་དང Instagram ལགས་སོ་པ་དེ་ཚོ་ནང་ལོགས་ལ་ཡང་དུས་ཆེ་བཞག་ཟིན་པ་ཡིན་ཏེ་ཡིན་ན་ཡང་ད་ཅིག་བུའི་ལོག་སྨྲ་ཤིང་གི་ཚོ་ལ་ཡང་ང་རང་ཐོག་ནས་ཞུ་ཡ་ལགས། ད་ད་ད་ངའི་འཁྲིས་ད་ངའི་ཁ་སང་འདིའི་སྔོན་ནས་རྣམ་པ་ཚོ་ལ་ཞུ་བ་ནང་བཞིན་ཨ་ནེ་བོད་དེ་ད་ད་ད་ངའི་འཁྲིས་ལ་འདུག་ཟེར། ཆུ་ཚོད་གཉིས་དང་གཉིས་ལྷག་ཟེར་གང་ལྟར་གཉིས་དང་ཕྱེད་ལྷག་འོ་དེ་འདྲའི་འདྲ་བོ་ཅིག་དང་འགྲོ་བ་ཡིན་ན་བོད་ལས་ཡག་གི་ད་ང་ད་ད་བོད་ཀྱི་ས་མཚམས་འདི་འདྲ་ཅིག་འདུག་ཟེར་བྱས་སླད་དུ་ཡོད་རེད་དེ་ཡིན་དུས་ཙམ་མ་ལ་ད་རིང་ཨ་ནེ་ཅིག་བོད་མིའི་རང་དབང་སྒེར་ལངས་ཀྱི་ཉིན་མོ་དེ་དང་སྟབས་བསྟུན་བྱས་ཨ་ནེ་ད་དེ་ངའི་ཉེ་འཁྲིས་ལ་ཡོད་པའི་ཨ་ནེ་ཅིག་བོད་ཀྱི་དཔའ་བོ་དཔའ་མོ་ཨ་ནེ་ཅིག་ལོ་དྲུག་ཅུ་རེ་དྲུག་གི་གོང་ལ་ཡང་དེ་རིང་གི་ཉིན་མོ་དེ་ལ་ཡང། ཨ་ནི་དཔའ་བོ་དཔའ་མོ་ཚང་མ་ལ་ཡང་སྙིང་ཐག་པ་ནས་རྗེས་དྲན་ཞུ་ཡག་དང་ཨ་ནི་མཉམ་དུ་ད་ཅིག་ཁ་གསོ་བོ་རེད་ང་ཚོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཙོས་པའི་ཨ་ནི་གཅིག་ཤ་རུས་བདུན་རྒྱུད་གཅིག་ལས་བྱུང་བའི་ཨ་ནི་བོད་རིགས་སྤུན་ཟླ་ཚང་མ་ཨ་ནི་བོད་ཀྱི་རྒྱལ་ས་ལྷས་ས་ལ་ཡང་ཨ་ནི་བོད་ནང་ལོགས་ལ་ཡང་གང་མགྱོགས་ཨ་ནི་གཅིག་མཉམ་འཛོམས་ཡོང་ཐུག་ཡག་གི་སྙིང་ཐག་པ་ནས་བཀྲ་ཤིས་སྨོན་འདུན་ཞུ་ཡག་ཡིན་ཨ་ནི་དམིགས་བསལ་ད་ང་རང་གིས་ད་ད་ཅིག་ད་ངས་ད་ལྟ་ཉེ་འཁྲིས་ལ་ཡོད་པའི་ད་ལྟ་ལ་དེའི་རྒྱབ་ལོགས་ལ་བུད་རེད་ཟེར་ཡ་དེ་བུད་དེ་ག་བ་གྱིས་ཀྱི་འདུག་ཟེར་ལབ་པ་ཡིན་ན་བུད་གཡུའི་ཕྱོགས་ལ་གྱིས་ཀྱི་འདུག་ཨ་ནི་གཡུའི་ཟེར་ཡ་དེ་གཡུའི་ཕྱོགས་ནང་ལོགས་ནས་ད་གྲོ་མོ་ཟེར་ཡ་གི་ཟ་གི་དུས་ལ་ཁེལ་བསྡད་བཞག་ང་ཉེ་ཆར་ཁ་སང་ར་འདུག་ཆེ་བོད་སྤྱི་པ་བཅུ་ལ་ཡ་འདུག་ཆེ་བོད་པ་ཆེ་ཐུག་བོད་པ་རྒན་པ་ཆེ་ཐུག་ཅེས་བཀའ་འདྲི་ཞུ་དུས་ཙམ་མ་ལ་ཡ་གནས་སྟངས་དེ་འདྲ་རེད་བཞག་ཅེས་ཞུ་ཡ་ཡིན་ལགས་སོ་རྣམ་པ་ཚང་མ་སླར་ཡང་ལེ་ཚན་རྗེས་མའི་ནང་མཇལ་བྱུང་བ་བྱས་ཞུ་ཡ་ཡིན་ཐུགས་ཆེ་གནང།